དེ་མ་གཏོགས་བསམ་བློ་བཏང་ནས་སེམས་ལ་ཞི་བདེ་བཟོ་ཡག་ད། སེམས་ལ་ཞི་བདེ་བྱུང་པའི་ཐོག་ནས་ཨ་ནི། ལུས་པོའི་འཕྲོད་བསྟེན་ཡོང་ཡག་ཡ། སོ་སོ་སྒེར་གྱི་ངོས་ནས་ཆ་བྱས་པ་ཡིན་ནའི། བོད་ཀྱི་རིག་གཞུང་གི་ཐོག་ནས་གཙོ་བོ་གཙོ་བོ་གཅིག་བསམ་བློ་གཏོང་དང་སེམས་ཀྱི་དཀའ་ངལ་ག་འདྲས་གཏོང་ལེན་བྱེད་དགོས་ཀྱི་ཡོད་མེད། སེམས་ཀྱི་དཀའ་ངལ་སེལ་ཐབས་ག་འདྲས་བྱེད་དགོས་ཀྱི་ཡོད་མེད། དེ་གྱིས་དེ་ཞི་བ་ཞིག་ཕན་ཐོགས་འདུག་ག། སྐྱེ་བ་སྔ་ཕྱི་ཁས་མ་བླངས་ནས། ཚེ་ཕྱི་མ་དུ། ཅི་རིགས་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་སེམས་ནས་ཡིད་ཆེས་མེད་ན་ཡང་དེ་འགྲིག་རིགས་ཁྱད་ཁས་མི་འདུག། སོ་སོ་མི་ཚེ་ད་ག། ཅིག་རྐྱེན་ངན་རུ་འཛེགས་པའི་ཁ་ཐུག་ལ་སེམས་ཀྱི་ཞི་བདེ་ག་འདྲ། ཉར་ཚགས་དགོས་ཡ་དེ་སྐྱེས་དེ་ཕན་ཐོགས་ཞི་བོ་ཆོག་ནས་ཤེས་སོང་བ། ཚེ་དེ་འདྲ་ཡིན་དུས་ཚང་ནས་ང་རང་ཚོའི། གནའ་རབས་ནས་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་དང་འབྲེལ་བའི་རིག་གཞུང་འདི། དངོས་གནས་རང། བོད་མི་རིགས་སྤྱིའི་ཆ་ནས་བཤད་པ་ཡིན་ན་ཡང། བོད་མི་རིགས་ཀྱི། ད། གཅེས་ནོར། འཛམ་བུ་གླིང་ནས་ཡང་ནོར་འཕྱོ་ཡག་ཅིག། འཛམ་བུ་གླིང་ལ་ཕན་ཐོགས་ཆེ་ཐུབ་ཡག་ཅིག། ཏན་ཏན་རེད་བྱ་དེ། ངས་ཨ་མདོ་བར་དུ་མཛོ་མོ་ལིས་ལུག་པ་འདྲ་མི་འདྲ་རུ་ད་ལུག་པ་མང་པོར་འགྲོ་བསྡད་ཀྱི་ཡོད་རེད་ཡིན་ནའི། ངས་ལུག་པ་འདྲ་མི་འདྲ་ནང་ལོགས་ལ་ནང་པའི་ཆོས་ཡག་པོ་ཡོད་རེད་ནང་པའི་ཆོས་བྱེད་པོ་རེད་ནང་པའི་ཆོས་ཡག་ཤོས་རེད་ཟེར་ནས་ཉིན་མ་གཅིག་བཤད་མ་མྱོང་ཨ། སོ་སོ་སོའི་ཕ་མེས་ཀྱི་ཆོས་ད་ག་ཉམས་ལེན་བྱས་ན་ཡག་གི་རེད་འདི་བསྟེན་གི་རེད་ཟེར་བཤད་བསྡད་ཀྱི་ཡོད། གཉིས་ནས། ཆོས་ལུགས་འདྲ་མི་འདྲ་རྒྱུ་ཚང་མ་ལོགས་ལ་ཡ་ངས་གུས་ཞབས་བྱེད་ཀྱི་ཡོད་ཕན་ཐོགས་ཡོད་རེད།

ཨོ་འདུག་སེ་རེད་བྱས་ཙང་ཀ། འདབ་ཆགས་འདབ་ཆགས། གཤོག་པ་གསུམ་ལྡན་ཞེས་ལབ་པ་ནང་བཞིན་གྱི་དེང་དུས་ཀྱི་ཤེས་ཡོན་དག་བོད་རང་ཉིད་ཀྱི་གནའ་རབས་ནས་ཡོད་བསྡད་པའི་དག་ཤེས་ཡོན་སྤྱི་དང་ལྷག་པར་ལྟ་གྲུབ་དང་འབྲེལ་བའི་ཤེས་ཡོན་དེ་ཡིན་ཏེ། ཁྱེད་རང་ཚོ་ངེས་པར་དུ་དག་ངོས་འཛིན་གསལ་པོའི་ཐོག་ནས་དག་གོ་བདེ་བས་དེ་གལ་ཆེན་པོ་ཆགས་རེད་བྱས་སོང་ཨ། ཨེ་ཤེས་དག་ཡིན་ཨེ། ད་དེ་རིགས་དངོས་གནས་བྱས་ན་བཀའ་བློན་ཁྲི་པ་ཕེབས་ཡག་རེད། བཀའ་བློན་ཁྲི་པས་སྤྱིར་ཤེས་ཡོན་སྐོར་རེད།

རེད་དེ་ཡིན་ནའི་བོད་ཀྱི་གནས་ཚུལ་དེ་བོད་ཀྱི་དཀའ་ངལ་དེ་བོད་པ་རང་གི་ནང་ལོག་ནས་ནང་འཁྲུག་རྒྱབ་ནས་དཀའ་ངལ་འཕྲད་པ་ཡིན་མ་རེད་འོ་ད་རང་བཞིན་གྱི་ཅི་འཇུ་བོ་འཁྲུག་པའི་དབང་གི་དཀའ་ངལ་འཕྲད་པ་ཡིན་མ་རེད་ཀོ་ཆབ་སྲིད་ཀྱི་གནས་ཚུལ་གྱི་ཐོག་ནས་ཨེ་ནམ་རྒྱུས་ངས་འདི་བཤད་བསྡད་ཀྱི་ཡོད་རེད་ང་ཚོའི་དཀའ་ངལ་དེ་ང་ཚོ་བོད་ནང་ལ་སྐུ་མགྲོན་གསར་པ་ཅིག། གདན་ཞུ་ཚད་ལྡན་གྱི་མེད་པ་བཅས། གདན་འདྲེན་ཞུ་ངེས་ཀྱི་མེད་པ་བཅས་ལ་ཡང་སྐུ་མགྲོན་གསར་པ་གཅིག་ང་ཚོའི་ལུང་པའི་ནང་ལ་ཡོང། དེ་ཡོང་དུས་ཡང་མེ་མདའ་ཁྱི་བྱས་ཡོང་བྱས། ཨེ་ནི། གདན་ཞུ་དམིགས་བསལ་ཕུལ་མེད་པའི་སྐུ་མགྲོན་འདི་ཡང་བོད་ལ་འབྱོར་བ་ནི་བརྟན་པོ་རུ་ཆགས་ཚར་དུས་ཨེ་ནི་བོད་པ་ཚོས། ང་ཚོ་བོད་པ་རང་ཉིད་ལོ་སྟོང་ཕྲག་ལྷག་གི་རིང་ལ་ཡིན་ཡང་སོ་སོའི་སྐད་ཡིག་ཡོད་རེད་གོམས་གཤིས་འགྲོ་སྟངས་ཇི་ཡོད་རེད་མི་ཚེ་འགྲོ་སྟངས་ཇི་ཡོད་རེད་ང་ཚོ་ང་ཚོ་དཔལ་འབྱོར་འགྲོ་སྟངས་ཇི་ཐུགས་སེ་འགྲོ་བསྡད་འགྲོ་བསྡད་ཀྱི་ཡོད་རེད་ད་དེ་གྱིས་ཚང་མ་ལོ་རྗེས་ལུས་ཨོ་ཨེ་ནི་བོད་རྨོངས་དད་ཕན་ཐོགས་ཁྱོན་ནས་ཡོད་མ་རེད་ཟེར་ཨེ་ནི་བོད་པས་མདོར་ན་ཞེ་ད་བག་ཆགས་ནི

ཡིན་ན་ཡང་ད་འདས་པའི་ལོ་མང་པོ་ཞིག་ནང་ལ་རྒྱ་ནག་རྒྱལ་མིའི་ནང་གི་ཤེས་ཡོན་ཅན་མཁས་པ་ཅིག་རིག་རྩལ་མཁས་པ་དེ་འདྲས་ཅིག་རྩོམ་ཡིག་མཁས་པ་དེ་འདྲས་ཡང་ཅིག་སྤྱི་བཏང་ནས་ཅིག་སྤྱི་ཚོགས་ཀྱི་གནས་སྟངས་དེ་འདྲ་ཡི་ཐོག་ལ་དོ་སྣང་བྱེད་མཁན་མཁས་པ་ཨེ་ནི་ཆོས་ཀྱི་ཐོག་ལ་དོ་སྣང་ཡོད་པ་ད་ལྟ་ཆེ་མོད། དེ་འདྲའི་མང་པོ་ཅིག་གིས་ད་བོད་ཀྱི་གནས་ཚུལ་དེ་ཤ་ཚ་ཀྱག་ཀྱོག་བོད་ཀྱི་གནས་ཚུལ་དེ་བདེན་དོན་ཡིན་པ་ཞིག་ངོས་འཛིན་བྱས་བྱས་བོད་པ་ཀྱག་ཀྱོག་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བ། ཨེ་ནི་གཉིས་ནས་ང་ཚོ་བོད་ཀྱི་དཀའ་ངལ་སེལ་ཐབས་དེ་གཉིས་ཕན་གཅིག་གི་ཐབས་ལམ་ཅིག་ང་ཚོ་བཙལ་གྱི་ཡོད་རེད། ཕྱོགས་གཅིག་རྒྱལ་ཕྱོགས་གཅིག་ཕམ་ཟེར་དེ་མིན་པ་བྱས་རྗེས་གཉིས་ཕན་གཅིག་གི་ལམ་གྱི་ཐོག་ནས་ཐབས་ཤེས་བྱེད་ཡོང་གི་ཡོད་པ་ཡིན་དུས་རྩ་ནས་རྒྱ་རིགས་མང་པོ་གཅིག་གིས་བསམ་པ་རྣམ་དག་ཁ་ཞེ་གཉིས་མེད་ཀྱི་ཐོག་ནས་རྒྱབ་སྐྱོར་བྱས་ཀྱི་ཡོད་འདུག་ག། དེ་འདྲའི་ཨེ་ནི་རྒྱ་ནག་རང་དང་ཆ་ཆ་ནས་འགྱུར་བ་ཞིབ་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད། ཏིང་ཞོ་ཕིང་གི་སྲིད་བྱུས་འོག་ལ་ཡར་དཔལ་འབྱོར་ཡར་རྒྱས་ཕྱིན། དཔལ་འབྱོར་ཡར་རྒྱས་ཕྱིན་པ་དང་ཆབས་ཅིག་དཔལ་འབྱོར་ཡར་རྒྱས་གཏོང་བ་ལ་ནུབ་ཕྱོགས་རྒྱལ་ཁབ་ཀྱི་མ་རྩ་སྒུག་གི་ཡོད་རེད། ནུབ་ཕྱོགས་རྒྱལ་ཁབ་ཀྱི་ལག་རྩལ་སྒུག་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ས་གནས་འཛམ་བུ་ནས་ཕྱི་ལོག་ལ་འབྲེལ་བ་བྱེད་ཡ་དེ་ཤུགས་མུ་ཐུག་གི་དང་ཤུགས་ཆེ་རུ་འགྲོ་དགོས་ཡ་ཆེ། དེ་འདྲ་ཡིན་དུས་རྒྱ་མིའི་དཔོན་རིགས་ཚོའི་མཚོན་པའི་དཔོན་རིགས་ཚོའི་སྤུ་གུས་མཚོན་པའི་གང་དང་རྒྱ་ཕྲུག་གོ་སྐབས་ཡོད་ངེས་ཀྱི་དེ་མང་དགུ་ཞེ་བོ་ཅིག་ཕྱི་རྒྱལ་ལོག་རུང་བྱེད་ཐུབ་པ། དེའི་ཐོག་རང་བཞིན་གྱི་བསམ་བློ་དེ་མི་འདྲ་ཞིག་གནས་ཀྱི་རེད་བ།

ཞིབ་འཇུག་བྱས་ནས་ནང་པ་ག་ཚད་ཡོད་མེད་ཞིབ་འཇུག་བྱེད་ས་ནི་རྒྱ་ནག་ནང་ལ་ནང་པ་ས་ཡ་སུམ་བརྒྱ་ཤས་འདུག་ད་ད་ནི་ངེད་ཅག་རང་ཡང་ང་དེ་འདྲའི་རྒྱ་མི་དེ་འདྲའི་ཐུགས་སུ་སྐད་ཆ་བྱོན་ཡོད་ནི། འདས་པའི་ལོ་གཅིག་གཉིས་ཀྱི་ནང་ལོགས་ལ་ཡང་ནང་པ་དོ་སྣང་བྱེད་མཁན་དེ་ཕལ་ཆེར་ད་དེར་སྐྱེས་ས་ས་ཡ་བཞི་བརྒྱ་ནས་ལྔ་བརྒྱའི་བར་ལ་བཤད་འདུག་བྱས་ཙང་ང་ནང་ཆོས་ལ་དོ་སྣང་བྱེད་མཁན་མང་ཤོས་དེ་རིགས་རུ་དེ་ག་ནས་ཡོང་གོ་ཞེས་ཟེར་ན་ཤེས་ཡོན་ཡོད་བསྡད་པ། སློབ་སྦྱོང་ཡོད་དེ་བ་དེ་ཚོའི་ནང་ནས་ནང་ཆོས་ལ་དོ་སྣང་བྱེད་མཁན་མང་ཤོས་ཡོང་གི་སྲིད། དེ་ཟེར་ལོ། རྒྱ་ནག་གི་ཞིང་པ་དེ་ཚོའི་གྲས་དེ་ད་ཆ་ཅིང་ལས་ཀར་ཆེད་ཤ་ཤ་ས་མོ་སྐྱེལ་མར་བ་ཤེས་ཡོན་ཅན་ནང་ལ་ལ་ད་སློབ་སྦྱོང་ཡོད་མཁན་གྱི་མི་ནང་ལ་ཞུགས་ཤ་ཡོང་གི་སྲིད། དེའི་ནང་ནས་མང་པོ་ཅིག་གིས་བོད་ཀྱི་ནང་ཆོས་ཀྱི་ཐོག་ལ་ཡར་དོ་སྣང་བྱེད་ཡ་ཅིག་ཡོང་སྡད་ཀྱི་འདུག་ག་ཚ་དེ་འདྲ་ཡིན་དུས་དེའི་དེ་ང་ཚོ་མཐུན་པའི་རྐྱེན་རེད་བ།

བོད་པའི་གནས་ཚུལ་ག་འདྲི་ཆགས་དང་མ་ཆགས་ཟེར་ན་ང་ཚོ་བོད་པ་རང་ཉིད་ཀྱིས་ད་ཐུག་དུ་ཡོད་པ་རེད། སོ་སོའི་ད་འབད་རྩོལ་ཐུག་དུ་ཡོད་པ་རེད། གཞིས་ལུས་རྒྱ་ཆེ་མི་མང་དེ་ཡིན་དེ་ཧ་ལས་པའི་སེམས་ཤུགས་རེད། མི་རབས་བརྗེས་འགྲོ་གི་ཡོད་པ་རེད། རེད་དེ་ཡིན་ནས་བོད་མི་རིགས་ཀྱི་ལྟ་བ་དང་བོད་མི་རིགས་ཀྱི་ཐོབ་ཐང་རྩོད་ཡག་དེ་ཆོས་ལ་དད་པ་ཡོད་ནས་རེད་མེད་ནས་རེད། མང་པོ་ཅིག་གིས་ཧ་ལས་པའི་སེམས་ཤུགས་ཁེངས་ཡོང་གི་ཡོད་པ། ཨེ་ང་ཚོ་བཙན་བྱོལ་ཡུལ་ནང་བོད་པ་ཚོ་རང་དབང་ལུང་པའི་ནང་སླེབས་ཏེ་ཡོད་པ་རེད། སོ་སོས་བྱས་ན་ག་ཡིན་ནའི་གོ་སྐབས་ཡོད་པ་ཞིག་རེད། ཚེ་འདི་འདྲ་ཡིན་དུས་ས་ནས་ང་ཚོའི་བུ་ཚོ་མི་ཚང་མ་ལོག་གི་ཧུར་ཐག་པ་དག་རེད་ད་དུང་ཡིན་ནའི་ཡིན་ནའི་ཚང་མས་ཧུར་ཐག་པ་དག་བྱས་གལ་ཆེན་པོ་ཨེ་ང་ཚོ་ཅིག་ཤོས་ཁྱེད་རང་ཚོ་སློབ་ཕྲུག་གཞོན་ནུ་འདི་ཡིན་དུས་དང་སློབ་སྦྱོང་ལ་ཤུགས་རྒྱབ་ཤེས་སོང་ཨ། མ་འོངས་པ་ལ་ཡང་བོད་བསྟན་པ་དང་འགྲོ་བའི་དོན་རླབས་ཆེན་པོ་ཞིག་བསྒྲུབ་ཐུབ་ཡག་གི་སྙིང་ལ་རུས་པ་བཅུག་ནས་འབད་རྩོལ་བྱེད་དགོས་རེད།